ཨ་ནི། ག་ད་རྒན་དེ་བྱུར་འདུག་ཡག་ཅིག་དེ། འཛམ་བུ་གླིང་འདི་གང་ལ། ཆོས་ལུགས་མང་པོ་ཡག་རེད། ཨ། ལྷག་པར་དུ་ཡ་རྒྱ་གར་ལ་ཆ་བཞག་ན་ཆོས་ལུགས་མང་པོ་ཡག་རེད། རེད་དེ་ཡིན་ནའི་འཛམ་བུ་གླིང་འདི་གང་ལ། ཅིག་དོ་སྣང་ཆེ་ཤོས་ད། ཞེས། ལྷག་པར་དུ་ཡ་མཚན་རིག་མཁས་པ་དེ་འདྲའི་སེམས་ཁམས་རིག་པའི་སྐོར་ལ་དོ་སྣང་ཡོད་མཁན་དེ་འདྲས་ཀྱིས་ནང་ཆོས་ལ་དམིགས་བསལ་གྱི་དོ་སྣང་བྱེད་བསྡད་ཀྱི་འདུག་བ། ད་དེ་འདྲ་ཞིག་ཡང་འདྲ་དུས་ཚོད་ལ་ཡ། ང་རང་ཚོ་བོད་གངས་ཅན་སངས་རྒྱས་ཀྱི་ཆོས་དངོས་ནས་དྲང་གནས་ཀྱི་བས་ཁྱོན་ནས་དེ་ག་སོག་རི་བྷ་གའི་བསྲེག་བཅད་དར་གསུམ་བྱས་ནས་ད་བ། བཤད་རྒྱུན་གཏན་ལ་ཕེབས་བསྡད་པ་ཞིག་ཆགས་བསྡད་ཡོད་རེད། ས་དེ་འདྲ་ཡིན་དུས་ད་རི་སྐད་ས་འཛམ་བུ་ལས་འདི་གང་ལ། བོད་ཀྱི་ནང་ཆོས་ལྷག་དོན་ཚད་མ་རིག་པའི་སྐོར་དེ་ཚོ་གྲལ་ལ། ཚན་རིག་པ་དེ་འདྲས་ཀྱིས་དོ་སྣང་ཆེན་པོ་བྱས་བྱས་ཏེ་ངའི་རྩ་ལ་ཡར། གོ་བསྡུར་བྱེད་མཁན་དེ་འདྲས་མང་དགུ་བྱུང། བྱས་ཙང་ཀ་ང་རང་ཚོ་ད་བོད་ལ་ཡར་སངས་རྒྱས་ཀྱི་ཆོས།

ཐུ་གེ་སློབ་གཉེར་བྱས་ནི། རིགས་པའི་ལམ་ནས་ཐུ་གེ་ངེས་པ་རྙེད་ཡག་ཅིག་བྱས་བྱས་བྱས། བོད་གངས་ཅན་ལ་སངས་རྒྱས་ཀྱི་ཆོས་ཡོད་བསྡད་པ་འདི། སློབ་སྦྱོང་བྱས་ནི། གཏིང་ཟབ་པོ་ཅིག་ཅིག་ཤེས་ཚད་ཡོད་བསྡད་པ་བྱས། དུགས་སུ་འགྲོ་གི་ཡོད་རེད་དེ་དཔེ་ཡག་པོ་རེད་ཤག། དེ་གང་ང་ཚོ་བོད་ལ་ཡ་ཨེ་ནི། རྒྱ་གར་ནས་ཕ་ཆོས་རྒྱལ་སྲོང་བཙན་ཁ་ཐུག་ནས་བྱས་རྒྱ་ནག་དེ་ཡི་འབྲེལ་བ་ཡོད་རེད་རྒྱ་གར་དེ་ཡི་འབྲེལ་བ་བྱས་ནས་ད་རིམ་པས་ཀྱི་ཨེ་ནི། ཆེ་རྒྱ་གར་གྱི་མཁན་ཆེན་ཞི་བ་འཚོ་ལ་སོགས་པ་མཁས་པ་དེ་ཚོ་བོད་ལ་ཡ་ཨེ་ནི་ཕེ་བྱས། གང་ལྟར་བོད་ལོ་གསར་རྒྱལ་གྱི་བསྟན་པ་འདི་བོད་རྒྱ་གར་མཁས་པའི་གཞུང་དང་མཐུན་པ་གཅིག་གིས་ཞི་བ་གཅིག་གིས་སྤུས་དག་པོ་རེ་བཞག་པ་ན་ང་ཆ་བཞག་ན་ཕ་ཡུལ་ལས་ཡར་ཡོང་ཨེ་ལྷན་སང་ལས་ནི་ཨེ་ནི་ཐོག་མར་དུས་རབས་འདས།

སློབ་སྦྱོང་བྱེད་ཡག་དེ་རིག་པའི་གོ་རིམ་དང་ལྡན་པ་པའི་ཉམས་ལེན་དང་འབྲེལ་ནས་ཡག་པོ་ཞིབ་བརྗོད་རེ་བྱ་ཨེ་ནི། སེམས་ཁྲལ་གཉིས་རེ་ཡང་དྲག་སྐོར་བྱས་བྱས་ངས་དམ་བཅའ་བཞག་བྱས་དེ་འདྲ་བྱས་ཡིན། དེ་ནས་སྨོན་ལམ་གོ་འདུག་དེ་ཨེ་ནི་སྨོན་ལམ་མི་དགེ།

ཀོ་ད་ད་རི་ཀེ་ས། གཅིག་མཚན་རིག་པ། སེམས་ཁམས་རིག་པ་དང་གཅིག་མཚན་མའི་འགྲོ་སྟངས། ཀླད་པའི་འགྲོ་སྟངས་དེ་ཚོའི་གྲས་དོ་སྣང་ཡོད་མཁན་ཚོ་མཉམ་འདུག་ལ་གོ་བསྡུར་བྱེད་ཡག་དེ་འདྲའི་མང་པོ་ཡོང་གི། བྱས་ཙང་ང་ཚོས་དེ་སྔ་བོད་ལ་ཡ་དཔེ་ཟུར་བལྟས་བྱས་པ་དེ་རྒྱུ་དེ་ཀོ་དངོས་གནས་དྲང་གནས་ཀྱི་རིག་གནས་རང་ཆགས་དེ་ཡོད་རེད།

ད་ཚན་རིག་པས་མང་གུ་ཐུག་གི་ཡོད་རེད། གཅིག་གི་སེམས་ཁམས་རིག་པའི་སྐོར། ཨེ་ནི། གཅིག་རིག་པའི་སྒྲོ་བཏགས་འདི་ཚོའི་གྲས་འདི་ཚན་རིག་པའི་ཉམས་རྟོགས་ལ་གུ་དུག་ཆེ་ཡང་མང་གུ་ཡོང་གི། ཚན་རིག་པ་ཚོས་དགའ་པོ་ཞུ་བྱེད་འདུག། ཨེ་ནི། སྟག་བྲག་རིན་པོ་ཆེའི་སྐུ་མདུན་ནས། སྟག་བྲག་རིན་པོ་ཆེའི་སྐུ་མདུན་ནས། ཨེ་ནི། ཝུ་ཧན་དང་ཇེ་ནང་དེ་འདྲའི་མང་པོ་བྱུས་ཡོད་རེད། དཔེ་ཁྲིད་གཙོ་བོ་གནང་མཁན་དེ་གླིང་རིམ་གྱི་རེད་སྐྱབས་བཤད། ཞོགས་ཁའི་ཆོས་ཐུན་གཅིག་དགོངས་དག་ཆོས་ཐུན་གཅིག། གང་ལྟར་དགེ་སྡིག་པའི་དཔེ་ཆ་དཔེ་ཞིབ་ཚ་བོ་མ་ཁྲིད་བྱས། སྔོན་ན་དྲང་གནས་གླིང་རིན་པོ་ཆེ་གིས་ང་དཔེ་ཆ་ཁྲིད་ཞེས་པ་དེ་གའི་དཔེ་རེད། ངའི་བསླུ་མིག་དཔེ་ཆེ་བའི་སོར་བཞི་རེད། ཨན། ཕྱིས་སུ། ནུབ་བྱུག་པའི་མཁས་དབང་དེ་འདྲས། འདྲ་བ་བྱུང་ནས་ཨེ་ནི་སེམས་ཁམས་རིག་པའི་སྐོར་དེ་དུས་ཡང་ཚན་རིག་པའི་ཐོག་ནས་བྱ་ཡག་དེ་ཚུ་ང་རང་ཚོ་གཞུང་ནས་གསུངས་པ་དང་མཉམ་དུ་སྦྱར་བྱས་ཀྱི་སེམས་ཁམས་རིག་པའི་སྐོར་ཅིག་ཤེས་ཡོན་ཡར་རྒྱས་གཏོང་ཡག་ལ་ཕན་ཐོགས་ཞིབ་བྱུང་དེ་རིགས་ཁེ་ས་ཚན་རིག་པ་དེ་འདྲ་བའི་སེམས་ཁམས་རིག་པའི་སྐོར་ལ་ཡང་གོ་བསྡུར་བྱེད་མཁན་དེ་འདྲའི་ཆེད་མངགས་ངེད་ཚ་ལ་ཐུགས་ཁག་ཡོང་ཆེད་ང་ཚོ་གོ་བསྡུར་བྱས་ནས་པའི་སེམས་ཁམས་རིག་པའི་སྐོར་དེ་ཕན་ཐོགས་ཞེ་བོ་འདུག་དེ་ང་ཚོ་དེ་རིགས་ལྟ་ག་ཡོད་བསྡད་པས་ཨེ་ནི་དགེ་འདུན་པ་ཚོ་དང་བཙུན་མ་ཚོ་བྱས་ནས་ཨེ་ནི་གི་གཞུང་ཆེན་ལྟ་ཡག་དེ་དཔེ་གལ་ཆེན་པོར་ལྟ་བྱེད་ཀྱི་ཚོགས་ཡག་ཚོགས་ཨེ་ནི་བྱེད་ཀྱི་བསྡད་ཡག་བསྐང་གསོ་བཏོན་ཡག་སོར་དེ་འདྲའི་མ་གཞི་མི་ལྟར་ང་ཚོ་ཡང་གོམས་གཤིས་ཡོད་བསྡད་པ་རེད། རེད་དེ་ཡིན་ནའི་གཙོ་བོ་དེ་དཔེ་ཆ་བལྟ་ཡག་དེ་དཔེ་མ་སྲིད་པའི་གལ་ཆེན་པོར་བལྟ། ལུས་ཀྱི་ལྟག་ཆོད་ལུགས་བརྗེ་བ་ཙམ་མ་ཡིན་པའི་སློབ་གཉེར་བསྐྱལ་ཡག་དེ་དཔེ་མ་སྲིད་པའི་གལ་ཆེན་པོ་རེད། ད་ག་མི་ནག་ཚོ་ཆ་བཞག་ནས། ཅེས། དགོན་པ་གྲྭ་ཚང་གི་སྐད་ཆ་གས་ཡོག་མ་རེད། སོ་སོ་ར་རང་གི་ག་སོ་ར་ད་ཚུ་ཐུག་རུ་ག་རེ་ཡོད་བསྡད་པ་དེ་ཐོག་ནས་ཨེ་ནས་གང་ད་ཅིག་སེམས་ཁམས་རིག་པ་ད་ཨོ་ཚད་མའི་འདུ་སྟངས་རེད་འདུག་དེ་ཁྱེད་རང་ཚོའི་མི་སྐྱ་ཚོས་ཡིན་ནའི་དེ་ངེས་པར་དུ་དོ་སྣང་བྱས་སློབ་སྦྱོང་བྱས་པས་གལ་ཆེན་པོ་རེད་ཨེ་ནས་དགེ་འདུན་རབ་ཏུ་བྱུང་བ་ཚོས།

དེ་ནི་དེ་རྒྱ་གར་བ་ཕྱིའི་མིང་ཐོག་བྱས་པའི་བཞུགས་ཁྲི་མཐོ་པོ་ཆེ་གང་ལ་བཞག་པ་རེད་དེ་དཔེ་ཆ་བལྟ་ཡ་དེ་ཡིན་ཏེ། པའི་ཡོན་འཛིན་རྣམ་པ་ཚོ་བྱས་ནས་པའི་གྲྭ་བ་གྲྭ་རྐྱང་གི་དཔེ་ཆ་བལྟ་བའི་ན་བཞིན་དཔེ་ཆ་བལྟས་ཡོད་རེད། དཔེ་ཆ་ལབ་ནས་རྩོད་པ་རྩོད་ཡ་དེ་ཞེ་བུ་ཆེ་གལ་ཆེ་བོ་རེད་ཤག་ཁོ་བདར་ཤ་བཅད་ནས་ཞིག་མ། དགེ་རྒན་གྱི་མ་ཁྲིད་ཨེ་ནི་ཡིན་པ་རེད་ཡིན་པ་རེད་ཡིན་པ་རེད་བསམ་པ་ཙམ་མ་ཡིན་པ། ཀུ་རྩོད་པ་རྩོད་ནས་དར་ཤ་བཅག་འདི་དཔེ་མ་སྲིད་པའི་གལ་ཆེན་པོ་རེད་ཨེ་ད་ག་ཡོད་པའི་དགེ་འདུན་རྣམ་པ་ཚོས་གང་ལྟར་དཔེ་ཆ་ཁྲིད་ཨེ་ནི་དེ་ནས་དཔེ་ཆ་རྟགས་གསལ་བཏང་ནས་དར་ཤ་བཅག་འདི་ཞེ་དགུ་ཅུ་གལ་ཆེན་པོ་རེད་ཤག་ང་ཆོས་འཇུག་གང་ལ་ཡ་མཚན་ཤོ་ཨོ་ཁོང་ཚོ

དེ་ནས་ཞུགས་ཧོ། ལྷའི་སྲས་གཙུག་ལག་ཁང་ལ་ཨེ་ནི། སྨོན་ལམ་ལོ་ཐམས་ཅད་བྱ་བྱས། ག་ལ་རྒན། དཔེ་ཆ་བས་མི་དགོས་དཔྱད་ཡོད། ང་རྒྱ་གར་རུམ་ཅི་རེད་ཟེར་ནས་ཞུགས་ཁྲི་ཐོག་པོ་ཅི་ག་འདི་བསྡད་བྱས་ཨེ་ནི། མཛད་སྒོར་འདི་འདི་བྱས་མ་གཏོགས་གཞན་དག་སློབ་གཉེར་གྱི་མེད་པ་ཞིག་བསྡད་ཡོག་མ་རེད་ད། ངས་འདི་དཔེ་ཞིག་ཧྲ་བལྟས་པ་རེད། ཨེ་ཁྱེད་རང་ཚོ་དགེ་འདུན་པ་ཚོ་དེ་གང་ལྟར་ཆོས་ལུགས་དབྱེ་བ་འཁེལ་ཡོག་མ་རེད། གཞུང་བཞིན་བདེ་སྐྱིད་འདི་ཡིན་གཅིག་མིན་གཅིག་བལྟ་ཡག་དེ་གལ་ཆེན་པོ་རེད། ཨེ་ནས་བཙུན་མོ་གཙོ་བའི་དེ་དེ་བཞིན་གཞུང་བཞིན་བདེ་སྐྱིད་འདི་བལྟ་དགོས་རེད། དེང་སང་ཨ་མདའ་སྨོན་ལམ་དམ་བཅའ་བཞག་པའི་ཁ་ཐུག་ལ་བཙུན་མོ་གཙོས་བཏགས་ས་དང་ཡང་མི་འདྲ། ང་ཚོ་ད་འདི་འདྲ་བཏགས་ལམ་ཡང་གསར་བ་དོད་དུ་ཡག་རེད་ད་ཁྱེད་རང་ཚོས་དེ་དེ་བཞིན་ཨེ་ནི་རབ་བྱུང་ཨ་ཅང་ཅང་བཙུན་མོ་གཙོས་ཡིན་ནའི་དཔེ་ཆ་བལྟས་བྱས་ཨེ་ནི་བཏགས་ས་དང་ཡང་དེ་འདྲའི་དོ་སྣང་བྱས་བྱས་བྱས་བྱུང་ན་ག་བསྟན་པ་བཤད་སྒྲུབ་གཉིས་ཀྱི་འཛིན་ཡ་ལ་ཡ་དཔེ་ཕན་ཐོག་ཆེན་པོར་བཏགས།

དངོས་ནས་དྲང་གནས་ཀྱི་བསྟན་པའི་ཞབས་འདེགས་རེད་ཧུར་ཐག་བྱེད་ཨ། ཨེ་ཁྱེད་རང་ཚོ་མི་རྒྱ་ཚོས་ཡིན་ནའི་ཨ་ནི། བོད་ཀྱི་སངས་རྒྱས་ཀྱི་ཆོས་འདི་སློབ་སྦྱོང་བྱེད་ཨ་འདི་ཞེ་བོ་ཆེ་གལ་ཆེན་པོ་རེད་ཤག་ཨེ་དང། དད་པ་ཅིག་ཨོ་ལ་ཆགས་མ་ཆགས་བྱས། གཞུང་འདི་ཚོ་བྲལ་ཏེ་སློབ་སྦྱོང་བྱས་ནས་བློའི་འགྲོ་སྟངས་རོ་གོ་གསལ་བོ་ཡོད་པ་ཁོ་ཐུག་ལ་ཞིག་དབྱིན་ཇི་ལབ་ཡ་དེ་ལས་སླ་བོ་འདུག་ཨ་ནི་ང་རང་ཚང་མ་ལོ་ད་གང་འདྲ་སོ་སོའི་སྐད་ཡིག་ཨ་ཅང་ཅང་ཨ་ནི་དབྱིན་ཇི་དེ་ཡ་རྒྱལ་སྤྱིའི་སྐད་སོགས་ཆགས་བསྡད་པ་རེད